གཞིས་ཀར་རྡ་རམ་ས་ལའི་ཐའི་ཅུན་ཆོས་གླིང་གཙུག་ལག་ཁང་གི་ཆོས་རའི་ནང་དུ་རྒྱ་གར་གྱི་གཞི་རིམ་སློབ་གྲྭའི་དགེ་རྒན་དང་སློབ་ཕྲུག་ཁག་ཅིག་ལ་གོང་ས་མཆོག་ནས་བཀའ་སློབ་གནང་བ་དང། སྐབས་དེར་རྒྱ་གར་བའི་བྱིས་པ་ཞིག་གིས་གོང་ས་མཆོག་ལ་འཐམ་ན་འགྲིག་གི་རམ་དམ་ཞེས་ཞུས་པའི་རྗེས་སུ་གོང་ས་མཆོག་ནས་གྲོས་འགོ་དེ་སྐུ་རྩེ་གནང་བའི་སྐབས་ཀྱི་བརྙན་འཕྲིན་ཞིག་དྲ་ལམ་དུ་ཁྱབ་སྟེ་གནས་ཚུལ་ཆེན་པོ་ཞིག་ཏུ་གྱུར་སྒོ་དོན་སོགས་ལ་བགྲོ་གླེང་ཁག་ཅིག་ཞུ་རྒྱུ་ཡིན། དེ་རིང་གི་དཀྲོལ་སློང་ལས་རིམ་ལ་བཀའ་མོལ་གནང་མཁན ྋགོང་ས་མཆོག་གི་སྐུའི་གསུང་རྒྱུན་རླངས་རུ་བ་ཐོད་དགེ་བཤེས་ཐུབ་བསྟན་རྒྱུན་པ་ལ་ཕེབས་ཡོད། དེ་མཐའ་དགེ་བཤེས་ཐུབ་བསྟན་རྒྱུན་པ་ལ་ད་ཅིག ྋགོང་ས་མཆོག་གི་རྡ་རམ་ས་ལ་གྱི་རྒྱ་གར་གྱི་སློབ་ཕྲུག་དེ་ཚོ་གྱིས་བཀའ་མོལ་གནང་བའི་སྐབས་དེ་ཅིག་ད་གསར་འགྱུར་ལས་ཁུངས་མང་པོ་ཅིག་གིས་ར་ནི་བརྙན་འཕྲིན་དུ་རྒྱབ་དེ་ནས་དྲ་ལ་མ་དྲ་བའི་དེ་འདྲ་བྱུང་ཡོད་རེད། དེའི་ནང་གི་གཅིག་དེ་ང་ཚོའི་རྡ་རམ་ས་ལའི་གསར་འགོད་པས་ནས་ཀྱི་བརྙན་འཕྲིན་དུ་གྲ་ལི་མ་བྱ་བའི་དོན་དག་ཅིག་བྱུང་ཡོད་པ་རེད། ད་ང་ཚོ་བོད་པ་གཅིག་གི་ངོ་ནས་བལྟས་ན་ཅིག་རྒྱ་བ་རིན་པོ་ཆེ་གི་སྤུ་བོ་དེ་ཀྱི་སྐུ་ཚེའི་ནང་བ་དུ་ཅིག་གནད་འགག་འདྲ་དེ་གཅིག་ག་མེད་པ་སུ་ར་ཅིག་མཐོང་གི་འདུག་ཡིན་ན་ད་རྒྱལ་སྤྱིའི་ཐོག་ར་རྒྱ་གར་འདྲ་དུ་བ་ཅིག་དུ་ཚོར་ཤུགས་ནོན་པའི་ཞེའུ་ཅིག་དུ་ཅིག་འགྲིག་མ་སོང་ཟེར་ཅིག་དེ་འདྲ་ཡ་བལྟས་ལིང་ལོང་ཆེན་པོ་ཅིག་བྱེད་གི་འདུག་ཁྱེད་རང་དེ་འདྲ་ཁོང་ཚོ་གཅིག་དེ་འདྲར་གླེང་སློང་ཆེན་པོ་གཅིག་སྐྱེས་དགོས་བས་ཏེ་སྐྱོན་ག་རེ་མཐོང་ཡོད་བས་དང་ཨ་ནི་དེ་རྒྱུ་མཚན་ག་བ་ཐུག་ཡོད་རེད། ད་དེ་ད་ནི་འདས་པའི་ཉིན་མ་ཁ་ཤས་ཕྱིན་མ་གཞི་སྤྱི་སྟངས་ད་ནི་དེ་མཛད་སྒོ་དེ་ད་བདུན་ཕྲག་ཁ་ཤས་བྱུང་སྔོན་ལ་རེད་དེ་ད་ད་ནི་སིང་རྒྱ་ཡ་ར་བ་དེ་རྒྱལ་སྤྱིའི་མི་ཚོ་དེ་ཡང་མ་དེ་སིང་རྒྱ་ཡ་ར་བ་དེ་ངེད་ཅག་རང་འགོ་བཙུགས་ཚར་སོང་ན་ཉིན་མ་ཁ་ཤས་ཕྱི་རིང་ཁར་ང་སྒེར་གྱི་ཐོག་ནས་ཞུས་པའི་ནས་སེམས་པ་བདེ་པོ་རྩ་ནས་མ་བྱུང་ད་དེ་དངོས་གནས་ད་ནི་སྐྱབས་ངོམ་བྱེད་ལ་ཡ་ད་མ་གཞི་མང་པོ་གཅིག་གིས། སྤྱི་ཚོགས་དྲ་རྒྱའི་ལམ་གྱི་ཐོག་ནས་འདྲ་མི་འདྲ་བཤད་ད་སྤྱི་ཚོགས་དྲ་ལམ་གྱི་ད་ལྟ་འདིར་བ་ད་ག་ད་ཅིག་བྱང་ཐང་གི་ཡ་ཚང་མ་ཡང་འཛོམས་བྱས་ཅི་ཞིག་ད་ག་ས་ག་རེ་བཤད་ནས་བཤད་ཆོག་ཉེ་དེ་གནས་ཚུལ་ཆགས་ཡོང་དུས་ག་ལ་ཨ་ན་ཧ་པོ་ཧ་པོ་བྱས་བྱས་ག་ད་ཅིག་དྲ་རྒྱའི་ཐོག་ལ་ཞར་ཞར་བར་གྱི་ད་ལྟ་འདི་མཛད་པ་འདིའི་ཐོག་ནས་ཆ་ཚང་མ་བལྟས་པ་བྱས་ཚུ་ཆེད་མངགས་ཚུ། ཕྱོགས་སྒྲིག་བྱས། ཁྱབ་བྱེད་ཁྱབ་པའི་ཤུགས་ཆེན་པོ་བྱེད་འདུག་བ་དེ་ཚོ་ཚུད་དེ། གང་ལྟར་རྒྱབ་ལྗོངས་ལ་ཡང། མ་གཞི་ང་རང་ཚོས་ངའི་གོ་ཡ་བྱས་པས་ན་ད་ལྟ་དྲ་ལམ་ལ་ཞག་ཉེར་གཅིག་དེ་ང་རང་ཚོའི་བོད་ཡིག་སྡེ་ཚན་གྱི་བོད་སྐད་སྡེ་ཚན་གྱི VOA རེད་ཤག་དེ་ཚོ་ཚུད་དེ་མ་འོངས་པ་ལ་ཡང་དགོངས་པ་བཞེས་བསྒུགས་ཡོད་རེད་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང། གོ་ནོར་ཐད་ཡག་གི། རིགས་འདེད་ཡོད་ན། ང་རང་ཚོ་ངོས་ནས་རྣམ་དཔྱོད་བེད་སྤྱོད་བྱས་རྗེས་ཀུན་སློང་ཡག་པོ་ཡོད་པ་གཅིག་པོ་གི་ཕན་ཐོགས་ཀྱི་ཡོང་མ་རེད་ད། ད་ཀུན་སློང་ད་རྣམ་དག་ཡི་གེ་རེད་དེ་གཅིག་རྣམ་དཔྱོད་བེད་སྤྱོད་བྱས་ནས། གཅིག་རྒྱལ་སྤྱིའི་ལྟ་སྟངས་ཀྱི་ཐོག་ནས། གང་ལྟར་གོ་ནོར་ཐེག་ཡག་གི་གཞི་དེ་འདྲ་ཡོད་ན། སྟངས་འཛིན་བྱེད་དགོས་རེད་བ། ད་དེ་ང་ཚོའི་དེ་སློབ་ཕམ་གྱི་གནས་ཚུལ་རེད་དེའི་ཐོག་ནས་སྐྱག་འཁུར་མི་བྱེད།

འདུ་ཤེས་མ་གཏོགས་ཤེས་ཡོན་ཞེ་དྲག་མེད་དེ་ཉིད་ཀྱིས་མི་མང་པོ་གཅིག་གིས་གང་ལྟར་སྐྱབས་འགོག་བྱེད་ངོ་ཤེས་ཀྱི་མ་རེད་ངོ་མ་ཤེས་པ་ཡིན་ཙང་ད་ལན་འདི་ཁོ་ཚོ་གཅིག་ཧང་སང་ཞིག་པོ་བྱེད་དགོས་རྒྱུ་མཚན་འདི། ནུབ་ཕྱོགས་སྤྱི་ཚོགས་ནང་ལོགས་ལ་ཡང་ད་ལྟའི་དུས་ཚོད་ལ་ཡང་ཡེ་ཤུ་གྱི་བླ་མ་དང་བླ་ཆེན་དག་འདི་འདྲའི་གི་སྤུ་གུ་ལ་ཡང་གཅིག། བཙན་གཡེམ་བཏང་བཞག་པ་དང་ཆགས་པའི་ཐོག་ནས་འདྲ་མི་འདྲ་བྱས་བཞག་པ་དེ་འདྲའི་གི་ཐོག་ནས་དཀའ་ངལ་མང་པོ་ཞི་བ་ཅིག་འཕྲད་བསྡད་ཡོད་རེད་ད་ལྟ་ཡུ་རོབ་ཙམ་མ་རེད་ཨ་རི་དང་ཁེ་ན་ཏྲ་དང་ཚང་མ་ལ་ཡང་དེ་དཀའ་ངལ་འཕྲད་རྗེས་ཁྲིམས་ཐོག་ནས་དཀའ་ངལ་མང་པོ་འཕྲད་ཡོད་རེད་དེ་འདྲའི་གི་ད་ཅིག་གཏམ་བཤད་བྱས་དང་བྱེད་བཞིན་པའི་གི་དུས་ཚོད་དེའི་སྐབས་ལ་ཡང་ལམ་སང་ད་ད་འདྲ་དེ་དྲ་རྒྱའི་ལམ་བཏང་བཞག་པ་དེ་བཟོ་འཇོག་བརྒྱབ་བཞག་པ་དེ་གི་གོ་ཅིག་ལམ་སང་འབྲུམ་དེ་བཤད་ཡོང་དུས་ག་ལ་ད་སྐྱག་འགོ་རུམ་བྱེད་མཁན་གཅིག་པ་རེད། ཆོས་ལུགས་ཀྱི་དབུ་ཁྲིད་མཐོ་པོ་དེ་གས་ཚང་མ་ཀྱི་གོ་སྐབས་རག་བས་ན་བོད་ཡོ་རོགས་པོ་བྱས་ཡག་དང་པུའུ་ལི་ཡག་སྡུག་པོ་བཏང་ཡག་དེ་གཅིག་གྱུར་རེད་ཟེར་བྱས་ནི། ད་སྒྲུང་དུམ་བདེ་བོ་ཞིག་པོ་བཤད་པར་བ་ད་དེ་ད་བློ་བྷང་པོ་ཞིག་པོ་རེད་ད་དེ་སྔོན་ན་དྲན་ནོ་བྱས་བས་ན་ད་དེ་ཚོའི་སྐབས་ལ་ཡང་ང་རང་ཚོ་བོད་པ་ཚོ་སྤྱང་བསགས་བྱས་གུག་ཡོད་རེད་ཞེ་བོད་པའི་ངོས་ནས་ག་ད་ག་ད་ང་རང་ཚོས་བོད་པ་གཅིག་གི་ནང་པ་གཅིག་གི་མཇལ་ཡོང་འདོད་ག་ལ་པུའུ་དེ་སོ་སྡུག་ཆེན་པོ་མཐོང་གོ་འདུག་བ། སྐུ་མདུན་ནས་བྱང་བུ་འདི་འདྲ་གནང། འུ་ཐུག་གནང་ཅིག་བྱས་རྗེས་གང་ལྟར་ཞུ་ཅིག་སྐུ་ཚེ་གནང་བ་རེད་ལ་ཡར་སྔོན་ན་དྲ་གནས་ཅིག་བྱམས་བརྩེ་གནང་ཡོང་དུས་ག་ལ་ང་ཚོ་བོད་པའི་བོད་པ་བཅས་ཀྱི་བལྟས་བས་ན་ག་ངའི་དཀའ་ངལ་མཐོང་གི་ཡོག་མ་རེད་དེ་ཡིན་ནའི་ཁོ་དེང་སང་གི་དུས་ཚོད་འདི་སྤྱི་ཚོགས་ཚང་མ་མཉམ་རུབ་ཀྱི་རྒྱལ་སྤྱིའི་གི་གོ་ལ་གཅིག་གྱུར་གྱི་དུས་ཚོད་གང་སླེབས་ཡོང་དུས་ག་ལ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡར་ཁྱབ་པའི་བྱས་ཡག་གི་རིགས་དེ་ལ་ཡར་གོ་ནོར་ཐེབས་ཡག་གི་གཞི་ཡོད་ན་ང་རང་ཚོའི།

གཏམ་བཤད་བྱས་ཏེ་རྒྱ་གར་ལ་ཡང་ལུགས་སྲོལ་སྡུག་ཅག་ཆགས་འདུག་ཨ། ད་དེའི་གི་ཐོག་ནས་གླེང་ཡོང་དུས་ག་ལ་ཨ་ནི། མི་ཚང་མ་འགྲོ་འགོ་ལངས་རྗེས། འགྲོ་འགོ་ལངས་རྗེས་ཁོ་བསམ་བློ་མ་བཏང་པའི་ཐོག་ནས་ཨ་ནི་ཧོལ་རྒྱུགས་བྱས་ནས་འགྲོ་བཞག་གི་འདུག་ཨ། ད་དུས་ཚོད་དེ་དེ། བློ་ཕམ་པོ་རེད། ད་བློ་ཕམ་པོ་རེད་དེ་ང་ཚོའི་འཛམ་བུ་གླིང་གི་ལ་ཡང་མི་ཚང་མ་ལས་དེ་འདྲ་མ་བྱེད་རོགས་བྱས་ལབ་ས་རག་མ་རོགས་ཨ། ད་ཡིན་ནའི། སྟབས་ཡག་ག་ཅིག་ལ་ཡ། ཅིག། བསམ་ཤེས་ཡོད་དེ་ཉིད་ཀྱི་མི་དང། ཨ་ནི་ལྷག་པར་དུ་ཐ་ན་འདི།

རྒྱ་གར་གྱི་གསར་འགྱུར་ལས་ཁུངས་མང་པོ་ཅིག་གིས་ཇི་ལྟར་དེ་གནས་ཚུལ་ཆེ་རེ་དང་ཀྱི་སྐད་ཆ་ཤུགས་ཆེན་པོ་ཅིག་གསུང་གི་འདུག་ཟེར་སོང་བ་གསུངས་སོང་གཏན་དེ་ངས་དེ་འདྲ་མང་པོ་ཅིག་མཐོང་སོང་ད་རྒྱ་གར་ནང་མཚོན་པ་ཡིན་ན་ཅིག་ནུབ་ཕྱོགས་དང་མ་འདྲ་བ་ཅིག་རྒྱ་གར་ཁོ་རང་ཚོའི་སྤྱི་ཚོགས་ནང་ཅིག་ད་དེ་གི་ནར་འདུན་དེ་ཤུགས་ཆེན་པོ་ཡོད་རེད་བསམ་གི་འདུག་སྤུ་གུ་ངལ་རྩོལ་བསྐུར་ཡ་སྤུ་གུ་རྦད་དེ་ནག་ཚོང་རྒྱག་ཡ་རྦད་དེ་སྤུ་གུ་ཆུང་ཆུང་དེ་འདྲ་ཞང་ཁང་བཙོང་ཡ་དེ་འདྲ་འཛམ་གླིང་ལ་རྦད་དེ་ཐབས་སྡུག་པ་མང་པོ་ཡོད་རེད་ཟེར་གི་འདུག་ཡིན་ན་ད་རྒྱ་གར་གྱི་འདི་འདྲ་ཅིག་སྤྲོ་བ་འདི་ཟོ་ཅིག་རྒྱབ་ལོག་ན་ཅིག་ཆབ་སྲིད་ཀྱི་དམིགས་ཡུལ་ཡོད་པ་ར་འདི་འདྲ་ཅིག་གསར་འགྱུར་དུ་བཟོ་ན་དགེ་བཤེས་ལགས་སེམས་ན་གར་ཐོན་ཡོང་གི་འདུག། ཆབ་སྲིད་གནས་ཚུལ་རྩ་ཁ་ཡིན་གྱི་མ་རེད་ངས་ད་ང་ཞུ་ཡས་མེད་ད་ད་དེ་ངས་དེ་ཞུ་བཞིན་གྱི་མ་རེད་ད་ཅི་གང་ལྟར་སྤྱི་བཏང་མ་ཤེས་ཏེ་རྒྱ་གར་ནང་ལོག་ལ་ཡ་ཕྱིས་སུ་གསར་འགྱུར་དེ། སྡེ་ཚན་མང་པོ་ཞུགས་ཀྱི་ཡོད་དུས་ག་ལ་སྒེར་གྱི་ཐོག་ནས་ཡིན་དུས་ག་ལ་ཨ་ནི་མི་ལྟ་ཉན་མང་པོ་ཡོང་ཡ་དོན་དག་ལ་ཡ་གཅིག་རེ་ཏིང་ཏིང་གཅིག་གི་བྱེད་ལ་མ་བཟུང་ནས་རེ་ཏིང་མཐོ་པོ་ཡོང་ཡ་དོན་དག་ལ་ཡ་ཨ་ནི་སྦྲུམ་བཟའ་བ་བཙས་ཧ་ལས་དགོས་ཡ་དང་ཧོན་འཐོར་དགོས་ཡ་དེ་འདི་འདྲས་བཙས་ཡ་དེ་གོམ་པ་ཤུགས་ཆེན་པོ་སླེད་དེ་འདུག་བ་རྒྱག་ད་རྒྱ་གར་ཙམ་མ་རེད་ད་ནུབ་ཕྱོགས་ལས་ཡོད་རེད་རྒྱ་གར་ནང་ལོ་དེ་གྱ་ཉིན་ནས་ག་ད་གཅིག་ག་ད་བརྒྱུད་ལམ་དཀྱུས་མ་མང་པོ་གཅིག་གིས་གསར་འགྱུར་དཀྱུས་མ་བཤད་པའི་ནས་སྐད་རྒྱབ་ཅེས་ག་ད་རྒྱག་རེ་ཡོད་ག་ཡོད་སོ་རེ་ཞེས་བཤད་ཡ་གི་ལམ་སྲོལ་ཆགས་བསྡད་འདུག་བ་དེ་འདི་འདྲས་ཀྱི་ཐོག་ནས་ཁོ

དེ་འགྲོ་སྟངས་དང་རྒྱུས་ཡོད་ངེས་གཙོ་སྤྱི་ཚོགས་དོ་དམ་ནང་ལོག་ལ་ཡང་མི་མ་ཡིན་ངེས་ཀྱི་མི་ཤིང་གི་ཐོག་ནས་བོད་ལ་གོར་བོད་བཟོས་བཅས་ནི་གཏམ་འདྲ་མི་འདྲ་མང་པོ་སྤེལ་ཡ་ལ་ཁོ་ལ་འགག་ཆགས་དེ་ཡོད་རེད་བ་ད་དེ་འདྲའི་གི་ཐོག་ནས་ཏན་ཏན་ཡ་ག་ད་ཆབ་སྲིད་ད་རྒྱ་གར་ད་ཡིན་གྱི་མ་རེད་ད་དེ་ག་ད་སྐུ་མདུན་ལ་ཡ་སྐྱོན་བརྗོད་བྱས་གོ་ག་བཙོས་དེ་ཉེན་མང་པོ་ཡོད་རེད་བ་ང་རང་ཚོ་བོད་པ་ཚོ་བོད་ནང་རྒྱལ་སྤྱིའི། རྒྱལ་སྤྱིའི་སྡིངས་ཆའི་ཐོག་ནས་བཤད་པས་ན། སྐྱབས་མགོན་པོ་ཆེ་གིས་ད་ལྟ་བར་དུ་ལོ་སྟོང་ཕྲག་ག་ས་སྟོང་ནག་དེ་གའི་སྟོང་ནག་དེ་གའི་རིང་ལ་ཡང། བོད་མི་རིགས་དང་བོད་ཀྱི་བདེ་དོན་དང་བོད་ཀྱི་རིག་གཞུང་སྲུང་སྐྱོབ་དང་དེ་ཚོའི་ཐོག་ལ་ཡང་གསུང་མཐོ་པོའི་སྟོན་ནས་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང་བཀའ་གནང་བ་ཡིན་ཙང། ང་རང་ཚོས་ད་ཅི་ཐང་ཐད་ཀའི་བཤད་ཡོད་འདུག་ག་ལ་ང་ཚོའི་ཨ་ཞང་ལ་རྒོལ་བ་དང་རྒྱ་ནག་གི་ཕྱོགས་ནས་མ་དགའ་ཉེས་མང་པོ་ཡོད་རེད། སྐུ་མདུན་ལ་ཡང་གོ་སྐབས་ཟིན་རྗེས་སྙིང་ནད་ཀྱི་ཐོག་ནས་སྐྱོན་བརྗོད་བྱས་རྗེས་སྐབས་འཚོལ་ནས་བསྡད་དེ་ཉེ་མང་པོ་ཡོད་དུས་གོ་ལ་ད་ལན་ཁོ་ཚོ་ལ་ཡང་གོ་སྐབས་རྗེས་རག་པར་རོ། ད་རག་ཡོང་དུས་གོ་ལ་ཨ་ནི་ཁོ་ཚོའི་ནུས་ཤུགས་ཚང་མ་བཏོན་རྗེས་ཁྱབ་སྤེལ་ཤུགས་ཆེན་པོ་ཞི་བོ་ཅིག་བྱེད་ཐུབ་སོང་ང་ད་ནི་སྤྱི་ཚོགས་དྲ་རྒྱའི་དྲ་ལམ་ནང་ལོ་ལྟར་ཟླ་བཅུའི་བརྒྱུད་ལམ་དུས་རྒྱུན་ཆ་ཅན་གྱི་བརྒྱུད་ལམ་ཚན་ལྡན་བསྡུ་ཚུལ་ཐོག་ལྟ་ཡི་ཤུགས་ཆེན་པོ་མི་འདུག་ང་དྲང་པོ་ཞུ་གོ་དེ་ཡང་གོ་གནས་ཚུལ་དེ་ཚང་མས་མཁྱེན་དགོས་ཀྱི་འདུག་ད་ཡང་གཅིག་བྷོན་རུ་ཆུ་ལངས་ཡོང་དུས་གོ་ལ། ད་ཡིན་ནའི་མི་དཀྱུས་མ་མང་པོ་ཅིག་གིས་ཧེབ་ལངས་བྱས་ནས་བཤད་ཡོང་ཨེ་ཏེ། ཕྱོགས་གཅིག་ནས་བཤད་པས་ན་ད་ཁོ་ཚོའི་ལས་བྱེད་ད་ཞིག་ད་ཁ་ཟེར་ཡོང་མ་ད་ལྟ་བླུན་པོ་ཆུ་སྣ་ག་དྲི་ཟིན་ཆགས་འགྲོ་གི་ཡོད་རེད་བ། གཅིག་བཤད་ཡོང་དུས་ཀ་ཚང་མས་བཤད་འདུག་དེ་བཤད་དགོས་ངེས་སོ་རུ་ཆགས་འདི་བདེན་པ་མིན་འགྲོ་བསམ། སྐུ་མདུན་གྱི་དགོངས་པ་བཞེས་སྟངས་དང་མཛད་པ་བསྐྱངས་སྟངས་དང་དུས་ཚོད་འཕྲད་དེ་རྒྱུས་མེད་པ་བྱས། ད་གཅིག་དྲང་པོ་ཞུས་པས་ན་བློ་ཕམ་པ་ཅི་ལ་ཡ། ད་ནི་རྒྱ་མགོ་རུམ་བྱེད་ཀྱི། འདས་པའི་གང་ཟླ་དུས་རབས་བཅུ་ཕྲག་ཁ་ཤས་ཀྱི་ནང་གོ་གང་ཟླ་གཅིག་ནང་ལོགས་ལ་ཡང་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་ཡང་འགྲོ་བ་མིའི་སྤྱིའི་བདེ་དོན་ཐོག་ལ་ཞུ་འབོད་ཀྱི་བརྩད་པ་བསྐྱངས་ཡོད་རེད་བཀའ་དྲིན་བསྐྱངས་ཡོད་རེད། སྙིང་རྗེ་ཁྱབ་སྤེལ་གནང་ཡས་རེད། ཆོས་དད་ལ་མ་བརྟེན་པའི་འགྲོ་བ་མི་གཅིག་གྱུར་གྱི་ཡ་རབས་སྤྱོད་བཟང་དཔེ་ཡག་རེད། ཨ་ནེ་ཚན་རིག་དང་ནང་ཆོས་ཀྱི་བགྲོ་གླེང་གི་ཐོག་ནས་ནང་པའི་གཞུང་ནས་བཤད་བཤད་པའི་སེམས་འཇོག་མཁན་གྱི་ཐབས་ཤེས་བདེ་སྐྱིད་དེ་མི་དཀྱུས་མའི་བདེ་སྐྱིད་དང་ཨ་ནེ་འཕྲོད་བསྟེན་དང་སེམས་ཀྱི་བདེ་སྐྱིད་དེ་ཚོའི་ཐོག་ལ་ཁྱབ་སྤེལ་གནང་ཡ་རེད། ད་ཨ་ནེ་ཆོས་ལུགས་ཕན་ཚུན་གྱི་ཐོག་ནས་གཅིག་གིས་གཅིག་ལ་ལྟ་སྟངས་ཡར་བཟང་རུ་འགྲོ་ཡ་རེད་འགྲོ་མིའི་གཅིག་གྱུར་གྱི་ལྟ་བ་སྤེལ་ཡ་རེད་དེ་ཚོའི་ཐོག་ལ་དངོས་གནས་དྲ་གནས་ཀྱི་འདས་པའི་ལོ་རྒྱུས་ནང་བྱུང་མ་མྱོང་མཁན་འཛམ་བུ་གླིང་ནང་ལོགས་ལ་ཡ་ཚང་མས་ཀྱི་ག་ད་བརྩི་བཀུར་ཞུ་བདེ་སྐྱིད།

བོད་མི་རེ་བ་ར་གོར་བ། ང་ཚོ་བོད་པ་ཚོའི་ངོས་ནས་ད་ལྟ་བར་དུ་ང་ཚོའི་དཔུང་ཉོ་ན་མེད་ན་རྒྱབ་སྟེ་ད་ལྟ་ཅིག་གཉན་གསར་གྱི་བྲག་དང་ཨ་ནི་མི་ལ་ངོམ་རྒྱུ་གི་ག་ད་དུན་ཤལ་ལས་ཅིག་ཕྱི་ལྕགས་རི་དང་ནང་གི་ནོར་བུ་ཟེར་ཅིག་ངོམ་རྒྱུ་ད་མ་སོ་ནས་སྐྱ་ངོམ་བྱེད་ར་བ། སྐྱ་ངོམ་བྱེད་ཀྱི་དབུ་ཁྲིད་འོག་ནས་ཨ་ནི་ང་ཚོ་སྤོབས་པ་ཆེ་ཆེ་རྒྱལ་སྤྱིའི་སྡིངས་ཆའི་ག་ལ་ཡ་ག་ད་ཅིག་དྲིན་བཟང་མཐོན་པོའི་ཐོག་ནས་ཨ་ནི་སྐད་བཟང་མཐོན་པོའི་ཐོག་ནས་ང་ཚོའི་བདེ་དོན་རྩོད་ཡ་དང།

དེ་ནི་དེ་བཞིན་མཛད་པར་ཕྲིན་ལས་བསྐྱངས་སྟངས་དེ་གཟུགས་ད་རྩ་ནས་གཅིག་འདི་སྐྱོན་འདྲ་གཅིག་མཐོང་གི་ཡོད་ཀྱི་མ་རེད་ད་ཡིན་ན་མི་དཀྱུས་མ་གྱི་དོན་དག་ཀ་ཀའི་མི་ཤེས་ཉེས་དེ་བཟོ། མང་པོ་གཅིག་གི་ད་འདི་ག་རེ་ཡིན་ན་ཟིག། ད་གང་ལྟར་དུ་སེམས་ལ་དོགས་པ་གཅིག་ཡོད་རེད། ད་སྔ་སུ་བོད་པ་སུ་འཛམ་གླིང་ཕྱོགས་རིས་ཐམས་ཅད་ཚང་མ་ཁྱབ་བརྡལ་ཡོད་དུས་གཅིག་བོད་པ་གཅིག་ཡིན་པའི་ཆ་ནས་ཁྱེད་རང་ཚོ་ནས་དབུ་ཁྲིད་ཏཱ་ལའི་བླ་མས་འདི་འདྲ་གནང་དུས་འདི་ག་རེ་རེད་ཟེར་དུས་བོད་པ་ཚང་མ་རེད། ལན་གཅིག་རྒྱག་དགོས་གལ་གི་རེད་ད། ད་དེ་འདྲའི་དུས་སུ་ཅི་དགོས་ཞིག་ལ་ད་ཁྱེད་རང་གི་ཉམས་མྱོང་གི་ཐོག་ནས་བོད་པ་ཚོ་སྐད་ཆ་དེ་དྲིས་དང་དྲི་བཞིན་པ་རེད་ད། བོད་པ་ཚོའི་ངོ་ནས་ཅིག་ཕར་འགྲེལ་བཤད་དེ་ག་རེ་བརྒྱབ་ན་ཡག་གི་རེད་ད་ང་ཚོ་ནང་ཁུང་བ་བེད་དུ་ཅིག་རྩོད་པ་རྒྱབ་ཀྱི་མ་བསྡད་པ་ཅིག་ཕྱི་ལོག་འགྲེལ་བཤད་དེ་ང་ཚོ་ཕྱི་ལོག་རྒྱག་དགོས་མ་གཏོགས་བོད་པ་ནང་ཁུང་བ་རྒྱག་དགོས་ཡག་གི་མི་འདུག་ད་ཕྱི་ལོག་ཅིག་འགྲེལ་བཤད་རྒྱག་སྟབས་བདེ་བོ་ཅིག་མིའི་ངོ་འཕྲོད་པ་ག་རེ་ཡོད་རེད། ད་ག་འདྲ། རྣམ་དཔྱོད་ཅན་གྱི་ལྟས་བས་ན་སྐྱེ་ངོར་མི་བྱེད། རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང་མཛད་པ་བསྐྱངས་རྗེས་ལོ་ག་འདྲ་བཅུ་ཕྲག་ལྔ་ལྷག་ཚེ་དྲུག་བར་བཅུ་ཕྲག་དྲུག་ཚོ་ཕྱིར་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་མཛད་པ་བསྐྱངས་པ་རེད། ག་འདྲ། སྐྱེ་ངོར་མི་བྱེད་ཀུ་གེ་གེའི་ཐོག་ནས་མཛད་པ་དང་དེ་འདྲའི་གི་ཐོག་ལ་ཡང་སྐྱོན་ཆ་ཡོད་བས་ན་ལོ་ལྔ་བཅུ་དྲུག་ཅུའི་ནང་ལོགས་ལ་ཡང་ཚང་མས་མཐོང་དགོས་ཡ་ཆགས་ནས་སྦས་ས་ཡོད་མ་རོགས། སྦས་ས་མེད་དུས་ག་ལ་མི་ནི་སྐྱེ་ངོར་མི་བྱེད་ད་ལྟ་བར་དུ་གནང་བཞག་པའི་གི་མཛད་པའི་ནང་ལོགས་ལ་ཡང་དཔེ་མཚོན་བགྲང་ཡ་ཡོད་མ་རོགས། སྐུ་མདུན་བདེ་སྡུག་ཆགས་སྣང་ཤ་ཟད་བྱེད། གང་ལྟར་གཅིག། ཐུགས་སེམས་ངན་པ་སྦྱངས་བྱས་ཆགས་སེམས་དང་དེ་འབྲེལ་གྱི་ཐོག་ནས་སྡུག་སྣང་ཤ་ཟད་ད་ལྟ་བར་དུ་དཔེ་མཚོན་ཙམ་བསྟན་ཡོད་མ་རུང། མེད་པ་ཡིན་ཙང་ནི་ལྷག་པར་དུ་སྐྱབས་འགྲོམ་ཆེ། གོང་ལོ་ཆུང་ཆུང་ནས་གང་ལྟར་སྡོམ་གཙང་གནང་རྗེས་རབ་ཏུ་བྱུང་བ་གང་ལྟར་མི་ཚེ་གང་པོ་གང་ལྟར་དགེ་སློང་གི་སྡོམ་ལྡན་ཁང་ལ་བཞུགས་པ་རེད་དེ་ཙང་དེའི་གཅིག། ད་གཅིག། ཨ་ནི་རིག་གཞུང་ཐ་དད་ཀྱི་གོམས་གཤིས་ཀྱི་ཐོག་ནས་ག་ད་བལྟ་ན་ནུབ་ཕྱོགས་ཆ་བཞག་བལྟ་ན་ནུབ་ཕྱོགས་སོ་སོའི་ཕ་མ་མེས་ཉེས་ཚོ་བལྟ་ན་སྤུ་གུ་ལ་ཡ་གཟུགས་པོའི་ཐོག་ནས Physical Interaction བྱས་ལ་ཡ་འདུག་ག་ད་གཡོལ་ཐབས་གཙོ་བོ་བྱེད་ཀྱི་ཡོད་རེད་བ། དེ་ས་སྤྱི་ཚོགས་ཐ་དད་ཀྱི་ཐོག་ནས་ཨ་ནི་ཡང་ཅིག་གོམས་གཤིས་ཐ་དད་ཀྱི་ཐོག་ནས་ཨ་ནི་ཁོ་གཅིག་གིས་གཅིག་ལ་ཡ་འཕྲོད་ལ་མ་འཕྲོད་ཡོང་བལྟ་དུས་གོ་ལ་དུས་ཚོད་དེ་ནས་ཚུལ་དེ Cultural Difference

ད་ལྟ་ངས་དྲང་པོ་ཞུས་འོས་ན་སྒེར་གྱི་ཐོག་ནས་ད་ལན་གྱི་དེ་དེ Video Clip དེ་ག་ལྟར་ཅིག Public Space གང་ལ་བཏང་བ་དེ་ནོར་བ་རེད་དེ་གང་ཟེར་དེ་གོ་ནོར་ཐལ་གྱི་གཞི་ཆེན་པོ་ཡོད་རེད་བ། དེ་རེད་དེ་ཡིན་ནའི་ཅིག་ཕར་ཚུར་བཤད་སྦྱང་བྱས་པས་ཡིན་ན་སྤྱི་ཚོགས་ཐ་དད་ཀྱི་ཐོག་ནས་གོམས་གཤིས་ཐ་དད་ཡོད་རེད། ནུབ་ཕྱོགས་ལ་ཆ་བཞག་པས་ན་ཕ་མ་ཚོས་སྤུ་གུ་ཡ་ཚ་ཡོད་དུས་ག་ལ་སྤུ་གུ་ཚོ་ལ་ཡ་ཨ་མ་ཡིན་ན་མ་གཏོགས་དཔའ་བས་ཀྱི་སྤུ་གུའི་ཕྱུགས་ཐོག་ལ་ཨོ་རྒྱབ་པའི་ལུགས་སྲོལ་མི་འདུག་ཨ། ད་སྙན་མ་ཡོག་རེད་ཕྱིས་སུ་མི་འདུག་ད། དེ་ནང་བཞིན་ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཡང་དཔའ་བའི་སྤུ་གུ་ཕྱུགས་ཐོག་ལ་ཡང་ཨོ་རྒྱབ་པ་ལ་ཡང་དེ་སྡུག་ཅག་དེ་ཆགས་ཐོག་དང་འབྲེལ་བ་ཡོད་པ་ཅིག་བརྩི་གི་ཡོག་མ་རུང་ཨ་དེ་བརྩེ་བའི་རྣམ་འགྱུར་རུང་ཨ། དེ་ཡིན་རེད་དེ་ཡིན་ནའི་སྤྱི་ཚོགས་ཐ་དད་ཀྱི

གང་དག་ཅིག་གིས་མ་དགའ་བ་བྱས་རྗེས་ཨ་ནི་སྐྱོན་བཙུགས་ཡས་ཀྱི་གོ་སྐབས་འཚོལ་དེ་ནི་མི་ཡོར་ད། དེ་མི་ཙམ་མ་རེད་ཨ་ནི་སྤྱི་ཚོགས་ཡོར་རེད་རྒྱལ་ཁབ་ཡོར་རེད་དགུ་དེ་ནི་ཡོར་རེད་ཨ་ནི་ང་ཚོས་ད་ལྟ་ནང་པ་ཅིག་གི་ངོས་ནས་བཤད་པས་ན་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལས་བཅོམ་ལྡན་འདས་ཀྱིས་མི་ཚང་མི་ཚང་མ་བཅོམ་ལྡན་འདས་ལ་དགའ་པོ་དགའ་པོ་བྱེད་པ་སོགས་ཐུགས་མེད་པ་དེ་དེ་དེ་ནི་མི་བཅོམ་ལྡན་འདས་པའི་བསམ་གྱིས་མི་ཁྱབ་པ་རེད་དེ་བཅོམ་ལྡན་འདས་ཀྱིས་རྒྱ་གར་ཚང་མ་ནང་པ་སོགས་ཐུགས་ཡོང་བ་མ་རེད། དེ་ན་ཤེས་ལྡན་སྐྱབས་མགོན་རིན་པོ་ཆེ་ཤར་ཤར་བས་ན་ང་རང་ཚོ་བོད་པ་ཚོའི་ངོས་ནས་བལྟས་ཡོང་དུས་བཀའ་སློབ་དངོས་གནས་དྲ་གནས་ཐམས་ཅད་རྐྱེན་པ་དང་བཅས་རེད་ཟེར་ཐབས་མང་པོ་ཅིག་གིས་དག་སྣང་བྱེད་ཀྱི་ཡོད་རེད་དེ་ནས་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང་འཛམ་བུ་གླིང་ནང་ལོགས་ལ་ཡང་ཨ་ནེ་ག་འདའ་སྐྱབས་མགོན་རིན་པོ་ཆེ་ལ་ཡང་ང་མི་ཚང་མ་གིས་དེ་གནས་ཚུལ་དེ་མཐོང་གི་མ་རེད་བ། དེ་མེད་དུས་ཀ་ལ་ཨ་ནེ་ལྷག་པར་དུ་ཕྱོགས་ལྷུང་གི་ལྟ་བ་ཡོད་དེ་ངེད་ཀྱིས་སྐྱབས་མགོན་རིན་པོ་ཆེ་ལ་ད་ལྟ་བར་དུ་ལོ་ལྔ་བཅུ་ང་གྲངས་ཅིག་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་བསྡད་ཡོད་རེད་དེ་སྐྱོན་བརྟག་ཡས་ཀྱི་གོ་སྐབས་རག་གམ་ཡོད་མ་རེད་དེ་དེ་ནས་གོ་སྐབས་ཚད་བསྡད་ཀྱི་ཡོད་རེད་བ། གོ་སྐབས་བཙལ་བསྡད་དུས་ཀར་ང་རང་ཚོ་བོད་པའི་ངོས་ནས་བོད་པ་སྒེར་སོ་སོ་དང་ལྷག་པར་དུ་སྒྲིག་འཛུགས་ཀྱི་ངོས་ནས། འདི་འདྲའི་རིགས་ཀྱི་སྐྱོན་བཏང་དེ་ཉིད་ཀྱི་མི་གོ་སྐབས་བཙལ་དེ་ཉིད་གཙོ་ལི་ཡ། དེ་གོ་ནོར་ཐལ་ཡག་གི་བེད་སྤྱོད་ལོག་པ་བྱས་ཀྱི། ཆ་རྐྱེན་འདི་ཚོ་ཙམ་གནང་རྒྱུ། ད་དེ་དེ་དེ་ཚོ་ང་ཚོ་སྒེར་གྱི་ཐོག་ནས་རེད། སྒྲིག་འཛུགས་ཀྱི་ངོས་ནས་རེད་ན་སྐྱབས་མགོ་རུམ་བཅས་སྲུང་སྐྱོབ་བྱས་ཏེ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད།
ད་སྐྱབས་མགོ་རུམ་བཅས་ཀྱི་མཚན་སྙན་སྲུང་སྐྱོབ་བྱས་ཡ་དེ། ཁ་ཤས་ཀྱིས་ཟེར་ན་དེ་བེད་དུ་བོད་པ་ཚོ་འགན་རེད་ཟེར་གྱི་འདུག

དེ་དོན་དང་ཨ་ནེ་ང་རང་ཚོས་གང་ལྟར་སྟོབས་དང་མང་པོ་ཅི་ལ་ཡ་སྐྱབས་འགོམ་གྱི་མཚན་སྙན་དེ་སྲུང་སྐྱོབ་བྱས་ཏེ་གལ་ཆེན་པོ་ཞིག་ཆགས་བསྡད་པ་རེད། ད་འདི་ང་རང་ཚོའི་སྒེར་གྱི་དོན་དག་ང་རང་ཚོའི་བོད་པའི་དོན་དག་རེད། དེ་ཚ་འདི་སྐྱབས་འགོམ་གྱི་མཚན་སྙན་སྲུང་སྐྱོབ་བྱས་ཟིན་ལབ་དུས་ག་ལ་དགའ་ལྡན་ཕོ་བྲང་གཅིག་པོ་ལ་ཡ་གཅིག་ལས་འགན་ཡོད་པའི་བཟོ་རུ་ཅི་གནང་རྒྱུ་ཡོད་མ་རེད། སྐྱབས་འགོམ་གྱི་མཚན་སྙན་ཇི་ཙམ་གྱི་གནས་པས་ན་དེའི་ཚོད་ཀྱིས་ང་རང་ཚོ་བོད་པ་ཚོའི་ནས་མགྲིན་པ་རྐྱང་རྐྱག་ཐུག་རེད། འཛམ་གླིང་རྒྱལ་ཁབ་ཁག་ག་ས་ག་ལ་ཡང་བོད་དོན་བོད་དོན་སྐོར་ལ་སྐད་བཤད་ཁ་འགྲོ་བའི་ནས་ཨམ་ཅོག་ཉེ་ཉེ་མ་ང་རག་གི་རེད། གདུང་སེམས་ཁེར་ཉེ་མ་ང་རག་གི་རེད། ཕན་ཚུན་ད་ལྟ་བར་དུ་སྤྱང་ཀུ་རུམ་བཅས་འགྲོ་བ་མི་གཅིག་བདེ་དོན་ཐོག་ལ་ཡང་མཛད་པ་བཀའ་དྲིན་བསམ་གྱིས་མི་ཁྱབ་པ་བསྐྱངས་ཡོང་རེད། ད་ལྟའི་བསམ་བཞིན་ཡོད་ཉེས་མང་པོ་ཞིག་བུ་གཅིག་གིས་འདི་བཀའ་དྲིན་སྙིང་ལ་བཅངས་བྱས་བསྡད་ཡོད་རེད། དེ་ཚ་དེ། མཚན་སྙན་མཚན་སྙན་ཟེར་བ་དེ་སྐོར་ལ་སྤྱང་ཀུ་རུམ་བཅས་ཀྱིས་སྙན་གྲགས་གཅིག་པོ་ལ་བསམ་གཏང་གི་ཡོད་མ་རེད། སྐྱག་རོམ་བཅས་ཀྱི་མཛད་རྗེས་དང་ད་ལྟ་བར་དུ་སྐྱག་རོམ་བཅས་ཕྱག་དེབ་གལ་ཆེ་བ་དེ་ཚོ་ག་ཚོད་ནང་འཛམ་གླིང་ག་ས་ག་ལ་གཅིག་གྱུར་ནང་ད་གཅིག་གྱུར་རྐྱང་བཞག་ལ་ཅི་ལ་ཡ་རྒྱལ་སྤྱིའི་ལུག་རྒྱུད་ནག་ལོག་ལ་དེ་འདྲའི་མང་པོ་ཕེབས་མྱོང་ཡང་ཧ་ལམ་བྱུང་ཡོད་ཀྱི་མ་རེད། ད་དེ་ཚོ་བྲིས་ཏེ་སྐུ་ལས་ཞི་བ་བསྐྱོན་ཡོང་རེད་དེ་ཚོ་བསྐྱོན་པའི་གི་མཛད་རྗེས་དེ་ཀྱི་དེ་ག་ད། ཅིག། དོན་ལ་གནས་པ་ཅིག་དང་ནི་མི་སོ་མ་བརྗེད་པ་ཅིག་དང། དེ་ལ་ཡང་ནག་སུག་མ་བཏང་ཡང་ཅིག་ང་ཚོས་ལས་འགན་ཆགས་བསྡད་པར་སྣང། ད་དེ་ནས་གལ་ཆེ་ལ་ད་ནས་ཚུལ་འདི་ད་རིམ་པས་རིམ་པས་འཇམ་འགྲོ་གི་རེད་ཡིན་ན་ང་ཚོ་ད་ཉམས་མྱོང་ཅིག་ཐོབ་ཚར་བ་རེད་ད་བོད་པ་བཟོ་བའི་ཅིག་ད་རང་དོན་རང་གཅེས་བྱས་ནས་ཅིག་ད་མ་འོངས་པ་འདི་ནས་ཅིག་གནས་ཚུལ་འདི་ནས་མདུན་བསྐྱོད་བྱེད་པའི་སྐབས་དེ་ནས་ཉམས་མྱོང་འདིའི་ཐོག་ནས་ཅིག་ཉམས་མ་འོངས་པ་བསམ་བློ་བཏང་ཤོག་ར་དེ་ལ་ཅིག་ད། ཁ་ཕྱོགས་ག་འདྲ་འདྲ་བྱས་རྒྱུ་ན་ཡག་གི་རེད། ད་ལྟའི་གལ་ཆེ་ཤོས་དེ་ང་ཚོ naive བྱེད་རྒྱུ་ཡོད་མ་རེད་ད་བོད་སྐད་ནང naive ཟེར་ག་ལ་དགོས་ན་ཅིག་ཅིག་དེ་བླ་མ་དཀོན་མཆོག་ཟུར་ཆེན་བསྡད་རྒྱུ་ཡོད་མ་རེད་ང་ཚོ་བོད་པ་ཚོ་སྤྱི་ཚོགས་དྲ་རྒྱའི་ཐོག་ནས་བེད་སྤྱོད་ལོག་པ་ག་འདྲས་བྱས་ཀྱི་ཐབས་ལམ་ཅིག་ཡོད་པ་དེ་ད་ལྟ་ང་ཚོ་ད་དངོས་སུ་ཉམས་མྱོང་གི་ཐོག་ནས་ད་ཚོར་ཐུབ་པ་ཆགས་སོང་ཨ་ཆགས་པ་ཡིན་ཙང་མ་འོངས་པ་ལ་ཡ་ཅིག་ལྷག་པར་དུ་ད་ལྟ་གསར་འགོད་པ་རྣམ་པ་ཚོ་ཐུགས་མཁྱེན་གཙོ་བོ་ཞེས་བཅས། འདི་སྐྱབས་མགོན་རྗེ་གང་དག་ཅིག། མཛད་འཆར་དང་དེ་འབྲེལ་བའི་སྐབས་ལ་ཡང་དེ་བྱུང་བ་ཡིན་ན། རྒྱལ་སྤྱིའི་ངོས་ནས་ལྟ་འོས་འདོད་སྐོར་ལ་སྤྱི་ཚོགས་ཐ་དད་ངོས་ནས་ལྟ་འོས་འདོད་སྐོར་ལ་གོ་ནོར་དེ་ཡང་གི་ཞིག་ཡོད་པ་དེ་གྱིས་དེ་ངེས་པར་དུ Public Space གང་ལ་སྐྱེལ་རྒྱུ་ཡོད་མ་རེད། ད་དེ་ང་ཚོས་བསམ་བློ་བཏང་དགོས་ཡ་ཅིག་རེད། ཨན་དེའི་སྒང་ལ་ཡང།

མ་འཁྱམས་གོང་ལ་ཡང་བརྒྱུད་ལམ་གལ་ཆེ་བ་བྷི་བྷི་སི་དང་སི་ཨེན་ཨེན་སོགས་ལ་དེ་འབྲེལ་གྱི་ཡོངས་བསྒྲགས་མཚན་གཏན་བརྩིས་ཏེ་ཉེས་གསོག་གིས་ཨ་ནེ་རྒྱ་འཁོར་པོ་ཆེ་ལ་སྐྱོན་བརྗོད་བྱས་པ་དང་སྐུལ་སློང་ལ་ཡང་དོགས་འདྲི་བྱས་པ་དེ་འདྲ་བྱུང་སོང་ན་ཨ་ནེ་ང་ཚོ་དུས་རྒྱུན་གང་དག་ལྟས་ཅིག་རྒྱལ་སྤྱིའི་སྡིག་ཆས་གང་བདེ་བདེན་གཉེར་གྱི་མི་བུ་རིགས་ཚོ་ཨ་ནེ་ཡར་ལངས་བཅས་འགྲེལ་བཤད་རྒྱག་དགོས་ཡ་དང་ཨ་ནེ་གནས་ཚུལ་གསལ་བཤད་བྱེད་དགོས་ཡ་དེ་ང་ཚོས་ལས་འགན་ཆ་ལྡན་ཡོད་པ་དང། ད་ད་ལྟ་ཅི་སྐད་མང་པོ་རྒྱབ་བསྡད་པའི་སྐད་ལ་ཡ་ཨ་ནི་ད་འདམ་ཅི་མིག་ཅིག་སྐད་ཡ་མ་རྒྱག་གི་ད་ནི་ངས་ཤག་རང་དགོས་པ་མཐོང་གི་མི་འདུག་ལགས།
ལ་སོ་ང་ཚོས་གོང་དུ་བསྐྱར་འབྲི་བྱས་པ་གོང་ས་མཆོད་སྐོར་སྐུ་ཡིས་གསུངས་རྒྱུར་གླང་རུ་བ་དགེ་བཤེས་ཐུབ་བསྟན་གྱི་མ་ལ་རེ་སྐུལ་བྱས་ལ་དེ་རིང་གི་བགྲོ་གླེང་ལོའི་མ་ཉམས་ཞིག་གནང་བའི་དགའ་མོས་ལྷུག་པོ་སོང་བ་ཐུགས་རྗེ་ཆེ།

ཨ་ནི་རྒྱ་མགོ་རུམ་གྱིས་ང་ཆ་བཞག་པའི་ནང་ད་འདས་པའི་ལོ་སུམ་ཅུ་སོ་གྲངས་རིང་ང་ཞབས་ཕྱི་ཞུས་པ་རེད། རྒྱ་མགོ་རུམ་གྱིས་ང་རང་ང་རང་ཚོའི་མིའི་ནང་ལོགས་ལ་ཡང་དངོས་གནས་དྲང་གནས་ཀྱི་རྣམ་དག་གི་མི་བྱོས་ན་ནི་ད་རྒྱ་མགོ་རུམ་གྱིས་མཚོན་དོན་ཆགས་ཀྱི་ཡོད་རེད། དེ་ཡིན་ཙང་ཨ་ནི་གཅིག་གི་གནས་ཚུལ་འདི་སྐད་དེ་ད་ལྟའི་ཆ་ལ་ཡང་ཨ་ནི་གཅིག་འདྲ་མི་འདྲ་མང་པོ་བཤད་འདོད་པ་ལ་ངའི་མི་ཚེའི་ནང་ལོགས་ལ་ཡང་བློ་ཕམ་ཤོར་གྱི་དུས་ཚོད་ཆགས་ཐལ་ཤགས་ངས་ཁོ་རང་ཚོར་གནས་ཚུལ་བཤད་པའི་བླ་དེ་བདེན་པ་ཡིན་ནའོ། ལ་དུ་ཆེ་ན། རྣམ་པ་ཙི་ང་ཙི་ལས་རིམ་གང་གསལ་འཛིན་རུང་བ་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་དེ་ནས་ང་ཙི་ལས་རིམ་རྗེས་མ་མཇལ་ཡོང།